ནས་ལྟ་བ་མར་ཤེས་སྒོམ་པ་ཟེར་བ་འདི་སོང་བ་རེད། ད་དེ་ལ་ཡང་ཁོས་གཞི་མ་རེད་པ་དེ་ལ་ཡང་བཏང་སྙོམས་སྒོམ་པ་ཟེར་བ་འདི་གོ་གི་ཡོད་རེད། འདི་ག་འདྲས་རེད་ཟེར་ན། བཏང་སྙོམས་སྒོམ་སྟངས་ལ་རིམ་པ་མང་པོ་ཡོད་པ་རེད། རིགས་མི་འདྲ་མང་པོ་ཡོད་པ་རེད། ད་རྒྱུ་འབྲས་མན་ངག་དོན་གཉིས་གསུངས་པའི་ཁ་ཐུག་གི་བཏང་སྙོམས་སྒོམ་པ་ཟེར་བ་དེ། འགའ་ཞིག་ལ་ཆགས། འགའ་ཞིག་ལ་སྡང། ཆེས་དལ་ཡག་གི་སེམས་མ་སྙོམས་པ་ཡོད་བསྡད་པ་དེ་སྙོམས་པ་གྲུབ་ཀྱི་ཡོད་རེད།

ས་ཞིང་དུ་མ་སོང་ནས། ས་རོ་རྡོ་རོ་ཡོད་བསྡད་པའི་ས་ཆ་དེ་སྙན་ལ་ས་རོ་རྡོ་རོ་གྱིས་ཕ་གཡུག་བྱས་ས་ཆ་དེ་ཕ། སྙོམས་པོ་སྙོམས་པོ་བཟོས། ས་ཆ་པའི་ཤིང་བུ་བཟོས་བྱས། བཏང་སྙོམས་ས་གཞི་བྱམས་པའི་ཆུས་བརླན་ཞིང་བསྲུང་བ་ནང་བཞིན་སྙན་ལ་བཏང་སྙོམས་ཀྱི་བས། ས་ཆ་སྙོམས་པ་སྙོམས་པའི་ཚོད་རོ་དེ། བཏང་སྙོམས་བསྒོམས་ནས་སེམས་སྙོམས། འགའ་ཞིག་ལ་སྙིང་མཉེས་པོ་བྱེད། འགའ་ཞིག་ལ་སེམས་ཐག་བེད་ཀའི་ག་སོགས་རེད་བེད་ཀའི་རིན་པོ་ཆེ་བྱེད་མི་དགེ་བ་བྱེད་དེ་དེ་ཆེད་དུ་གཉེན་ནི་སྨྱོ་པ་དྲུག་གུག་ཡོད་རེད་ས་དེ་འདྲས་ཡིན་དུས་ཚང་ནས་ཁ་སི་ཀ་ཅི་བྱུང་ཨ། ཚད་ཅན་གྱི་སྙིང་རྗེ་ཕྱོགས་སུ་ལྷུང་བ་ཚད་ཅན་གྱི་སྙིང་རྗེ་དེ་བརྩེ་བའི་བློ་རེད་སོ་སོ་གང་ཉིད་བློ་ག་ལ་ཡང་བརྩེ་བའི་བློ་ཅིག་ཡོང་ཡོང་གི་འདུག་ག། བརྩེ་བའི་བློ་དེ་ཆགས་པ་དང་འབྲེལ་ཏེ་ངའི་ཚད་ཅན། ཕྱོགས་རེ་བ། ཕྱོགས་རེ་བ་ཡིན་པ་ཡིན་དུས་ཙམ་ནས་སྡིག་གི་ཕྱོགས་རིས་མེད་པར་ཚད་མེད་པའི་སྙིང་རྗེ་སྐྱེ་བ་ལ་གེགས་བྱེད་ཀྱི་ཡོད་རེད། བར་དུ་གཅོད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ང་ཚོ་ནམ་རྒྱུན་དབྱིན་ཇིའི་སྐད་ཆ་ནང་ལོགས་ལ་འདྲི་སྤྲད་བྱེད་ས་དེ་དང་དེ་བཤད་ཀྱི་ཡོད་རེད། མཐའ་གཅིག་ཏུ་པའི་ཆགས་པ་དང་འདྲེས་ཕྱོགས་སུ་ལྷུང་བའི་སྙིང་ཉེ་བ་དེ་བག་དཀའ།

འདི་ཚེ་འདི་སོ་སོའི་གཉེན་ཉེ་དུ་འདི་ཚོའི་གྲས་དེ་ཚེ་རབས་སྔ་མ་རྣམས་སུ་ཏན་ཏན་གྲགས་ཆེ་བ་ཡོང་སྲིད་གི་རེད་དེ་ཚོ་ལ་མ་ཟད་པའི་ཚེ་འདའ་ཁའི་དབང་དུ་བྱས་པ་ཡིན་ན་ཡང་ད་ལྟའི་གཉེན་འདི་ཚོའི་གྲས་ཡང་མ་འོངས་པ་ལ་ཡང་ཅི་ཞིག་ན་གྲགས་ཆེ་བ་ཡོང་སྲིད་གྲགས་ལ་འགྱུར་ཡག་ཡོང་སྲིད་གི་རེད་ད་ལྟའི་གྲགས་འདི་ཚོའི་གྲས་དེ་ཡང་ག་ལེ་ག་ལེ་ལ་གཅིག་བྱས་ན་མཉམ་དུ་འགྱུར་ཡག་ཡོང་སྲིད་གི་རེད་མཐའ་གཅིག་ཏུ་འདི་ངའི་གཉེན་ཡིན་ཟེར་ནས་པའི་ཞེན་ཆགས་བྱས་ནས་རྟག་པ་བརྟན་པོ་ཡོང་རོགས་གྱིས་འདི་ངའི་གྲགས་ཡིན་ཟེར་ནས་པའི་མི་དགའ་བ་བྱས་ནས་རྟག་པ་བལྟ་བ་ཡོད་སྟབས་ཟུར་ཟའི་འདི་ནོར་བ་རེད་བསམ་ནས། གཉིས་ཁ་ལོག་ལ་ཡ། གཅིག་པ་ཞིག། ལྟ་སྟངས་གཅིག་གྱུར་རུ་གཅིག་བཟོས་ཡོང་གི་ཡོད་རེད། འོ་ད་འདི་བཏང་མྱོང་གོ་བས་དེ་ཡིན་པ་རེད། ཕན་གི་འདུག་ཨ། ད་འདི་བསམ་བློར་བཏང་པ་ཡིན་ན་ད་ཡིན་ནི་ངས་ལ། ག་སོག་རུ་ཕེ་གི་ཚོགས་ཞིང་གསལ་སྟབས་ཨེ་ནི་ཡན་ལག་དུ་བ་དུ་ཚོ་ཕུལ་ཨེ་ནི་དངོས་གཞི་གོམ་པའི་ཁ་ཐུག་ལ་ཡ་ཨེ་ནི་སོ་སོའི་མདུན་དེ་ཨེ་ནི་སོ་སོའི་མ་དེ་ཡིད་གཅིག་གསལ།

བློས་བཏང་དང་རྣམ་འགྱུར་གོ་སྒྲིག་གཅིག་ཏུ་བ་འདུག་བསམ་བློ་བཏང་པ་ཡིན་ན། ག་ས་ངན་ཉིད་དུ་དེ་ལ་བློ་ཐག་ཉེ་པོ་བྱེད། བརྩེ་བའི་བསམ་པ། མ་ག་ས་དེ་ལ་བཏང་ཡང་བསམ་པ། བར་མའི་སེམས་ཅན་དེ་ལ་ཞིག་ཕན་ནུས་གང་ཡང་མེད་པའི་བློ་ཞིག་ལེགས་འདུག་བ་ལྟ་འདི་ཨེ་ནོ་ད་ལྟའི། ཕན་པ་འབྱུང་ངེས་ཀྱི་གཉེན་དུ་གྱུར་པའི་སེམས་ཅན་དེའི། སྐབས་རེ་གནོད་པ་བྱས་ཡོད་རེད། ད་ལྟའི་གནོད་པ་བྱེད་མཁན་དེའི་སྐབས་རེ་ཕན་བཏགས་ཡོད་རེད་བསམ་པ་ཅིག་འདུག་བློ་སྦྱངས་ན་གང་མཚམས་སུ་ནས་སེམས། ཕྱོགས་རིས་རང་མེད་དེ་རེད་ཅིག། མ་མཐའ་ཡིན་པའི་ཕྱོགས་རིས་ཧ་ཅང་གི་རགས་པ་དེ་རང་མེད་དེ་ངེས་ཅིག་ཏོག་ཙམ་བྱུང་འདྲ་ཅིག་ཡོང་གི་འདུག་ག། ད་འདི་གི་ཐོག་མར་བཏང་སྙོམས་སྒོམ་ཡག་དེ་བྱས།